མོ་སྐྱག་ཁ་ཆེན་པོ་ཡིན་ད། མོ་བུ་ལ་ང་གཞུང་ཞབས་པའི་ཡིག་རྩལ་ལྟ་ཉན་ཡིན་པས་ནི་འོ་ད་རི་ཡིག་རྩལ་དེ་ཡག་པོ་ར་ཅིག་ཡོང་བུ་འདུག་བས་ལ་ས་ཅིག་གོ་པ་པོས་ནི་ཉམས་ཡག་གི་ཡོད་འགྲོ་ལ། ངས་བུ་རང་མོ་ཅིག་རྒྱབ་གོ་ཨ། ལོ་ལོ། བུ་རང་གཞུང་ཞབས་པའི་ཡིག་རྩལ་མ་བཏང་ནི་ཡག་ག། ལ།
རེད། མོ་ཞིག་བྱས་ན་མོ་སྐྱག་འདི་ཚོ་ང་ཚོའི་ཡུལ་སྲོལ་གོམས་གཤིས་ཅིག་རེད་ཡིན་ན་ལས་ང་ཚོས་རྟག་པར་ཞིག་སེམས་ནང་ལ་ཡང་ལེན་གྱིས་ཞེས་དྲི་བོ་བཀོད་འགའ་འདྲུག་གོ་རེད། ཐེངས་གཅིག་ང་ཚོའི་ཉེ་འགྲམ་ཡང་ཡོད་པའི་སྤུ་གུ་ཆེ་ལ་ཡང་ཆུང་བའི་གནས་ཚུལ་རེ་ཟིག་གིས་མོ་པོ་ལགས་ཀྱིས་ཁོ་རང་ལ་ཡང། ཨུམ། རང་དེ་རིང་ཡིག་རྩལ་དུ་གནང་སྟངས་ཞིག་རག་ཡོད་མི་འདུག་ཡིན་ནའི་ལེ། རང་རྒྱུགས་རའི་ནང་ལ་ཡར་འཛུལ་རུ་འཛུལ་བར་རང་གི་སྡོད་ས་དེ་སྒེའུ་ཁུང་གི་ཟུར་དེའི་ཁྱད་གསར་རེད་ཤག། འདི་ཁྱད་པ་དང་རང་ལམ་བཟང་སྐོར་ཡིག་རྩལ་དེ་བྲིས་སྐུ་མ་བཙུགས་ཆེ་ཆེ་བྱས། ཨ་ལེ། ཁྱུག་ཙེ་ཞིག་སྒུག་དང་རང་གི་སྒེའུ་ཁུང་གི་གློག་དེ་ཡང་བྱིའུ་གཅིག་ཕབ་ཟེར་ཤག།

འོ་དེ་ནས་ཆེ་ཆེ་ཆེ་བུ་དེ་ཕྱི་ལོག་ལ་ཡ་བྱིའུ་ཐོང་དང་དོང་རྒྱག་ཆོ་ག་འགྲོ་གི་ཟིག་ཡོད་དེ་མ་ཟད་སྤུ་བོ་ཡིག་རྩེད་ལྟ་འགྲོ་ཡི་འདུག་འཛུམ་པ་ཕ་མས་སྐུ་ཤོག་ལ་མང་པོ་ཅིག་ནང་ལ་ཡ་འདོན་པ་འདོན་ག་དེ་འདྲ་ཞུས་ཤག་དེ་དུས་འཛུམ་པ་སྐུ་ཤོག་ལ་ཁོ་ན་ཚོས་འདུག་གསུང་གི། སྐུ་ཤོག་ལགས་ལ་ངས་སྤུ་བོ་ཡིག་རྩེད་ལྟ་འགྲོ་ཡོད་ཆེ་ཚང་སྐུ་ཤོག་འདོན་པ་ཅིག་བཏོན་དེ་ནི་གཞན་དག་ག་རེ་བྱེད་དགོས་འདུག་ག་རླུང་རྟ་ལྡང་གི་འདུག་ག་ཆུ་ལ་གསོལ་གི་འདུག་ག་ཅིག་དེ་བཞིན་གནང་རོགས་སྐུ་ཤོག་སྐུ་ཤོག། སྟོན་པ་དང་ང་ཚོའི་ནང་ད་ཁོར་ཡོང་མ་རེད་ཡིན་ནའི་ལ་ང་ཚོའི་ལྷའི། འདི། ཨང་རྩིས་དག་ཨིན་ཅིས་དག་སྦྱར་བཞིན་གི་ཨ་ཡོད། གནས་ཚུལ་དེ་ཚོས་ག་རེ་མཚོན་པོ་རེད་ཟེར་སོང་ད་རེས་ཀྱི་བྱུང་ཤེས་པའི་ཡིག་རྩིས་འདི་རང་ཡིན་ནའི་རེད་རང་ཕ་མ་ཡིན་ནའི་རེད་སེམས་ནང་ལ་ཡང་ཁུར་པོ་ལྗིད་པོ་ཞིག་རག་ཡོད་རེད་དངོས་གནས་བྱས་ན་དེ་འདྲའི་ཁྱེད་དགའ་ཡི་རྩ་བ་གཉིས་ནས་ཡོང་མ་རེད། རྒྱུ་མཚན་ག་རེད་ཟེར་སོང་ལོ་གཉིས་ཙམ་གྱི་གོང་ལ་ཡང་ང་རང་སོ་སོ་བྱུང་ཤེས་པའི་ཡིག་རྩིས་དག་འདི་ཚོ་འབའ་ཡའི་སེམས་ནང་ལས་ཞེད་སྣང་མང་བོ་སྐྱེས་ཞེས་ཁྲིད་ཡོད་པའི་ཕ་མ་དང་སྤུན་མཆེད་མང་བོ་ཡང་སྐད་ཆ་ཞེ་དྲག་ཁྲིད་མྱོང་ཡོད། ད་ང་ཡིག་རྩིས་མ་ལོན་ཏེ་ང་གོ་བ་སྤྲོ་དགོས་ན།

ཨ་ཁུ་བྱེད་ནུས་པ། བྱས་ཙང་རང་ག་བྱས་ན་ཨ་ཁུ་སྐྱོ་པོ་འདུག་གས། དེ་དུས་རྩོམ་པ་ཨ་མ་ལགས་ཀས་ང་ཡང་དེ་འདྲས་གསུངས་གི། རང་ཡིག་རྩལ་ལོན་ནའི་འདྲ། མ་ལོན་ནའི་འདྲ། ཨ་མའི་སྙིང་ཉེ་ཤོས་ཀྱི་ནོར་བུ་དེ་རེད། གལ་སྲིད་རང་གས་རང་ཡིག་རྩལ་མ་ལོན་ན་ས་ཐག་རིང་པོ་ཅི་ལ་ཡང་ལས་ཀ་ཆེ་ཁག་འགྲོ་གི་ཡིན་ཟེར་ལབ་ན། ཨ་མས་རང་བཏང་ལོས་ག་ནས་བཟོས་པ། ཡིག་རྩལ་ལོན་ནའི་འདྲ། མ་ལོན་ནའི་འདྲ། གས་གཡོག་མ་རེད། གཙོ་བོ་དེ་རང་གས་ཤུགས་ཀྱིས་རྒྱབ་རོགས་བྱས་ན། ཨ་མའི་རེ་བ་ད་གས་གྲུབ་སོང། ད་ལྟ་བསམ་བློ་བཏོན་དུས་རྩོམ་པ་ཨ་ཁུ་ལགས་དང་ཨ་མ་ལགས་ཁོ་ན་ཚོའི་གནང་བའི་བཀའ་སློབ་དེ་དངོས་གནས་རེད་ཤག། སློབ་གྲྭ་ཐོན་རྗེས་ལོ་གཉིས་རྩ་ཆེན་སོང། ང་ཚོ་རོགས་པ་དེ་གའི་འཛོམས་དུས་རྩོམ་པ་རོགས་པ་ཁ་ཤས་གཞུང་ཞབས་པའི་ལས་ཡིག་རྩེ་ལོས་མགྱོགས་དེ་འདྲ་ཡོད་རེད་ཁ་ཤས་ཡིན་སོང་ན་ཁེ་ལས་ནང་ལས་ཀ་བྱེད་ཉེ་ཡོད་རེད་ཡིན་ནའི་ལས་ཁེ་ལས་ནང་ལས་ཀ་བྱེད་ཉེ་དེ་གཞུང་ཞབས་པའི་ཡིག་རྩེ་ལོས་མགྱོགས་དག་བྱས་ན་ཀྱོག་གལ་མི་འདུག་ལ་ཡང་གཞུང་ཞབས་པའི་ཡིག་རྩེ་གཏང་མགྱོགས་དེ་ཁེ་ལས་ནང་ལས་ཀ་བྱེད་ཉེ་ལས་ཡག་གས་གལ་སུ་མི་འདུག། རང་ཡིག་རྩལ་ལོས་ནི་འདྲ། མ་ལོས་ནི་འདྲ། ཡིན་ནི་ལས་གཙོ་གཙོ་འདི། ཕ་མ་དང་ཐག་ཉེ་ཙི་ར་ཅི། ཕ་མ་ལ་འཛིན་པའི་རྣམ་འགྱུར་འདི། ཡག་ཙི་ར་ཅི། ཕ་མ་ལ་ཡག་སྒྲུབ་པའི་སྲི་ཞུ་འདི། མང་ཙི་ར་ཅི། དེ་འདྲ་བྱུང་ན། ཙེ་ཏྲ། གཞུང་ཞབས་པའི་ཡིག་རྩལ་འདི་རང་གི་མི་ཚེའི་གོམ་པ་དང་པོ་དེ་རེད་མ་གཞི་མི་ཚེའི་གོམ་པ་ཆ་ཚང་མ་རེད། བྱས་ཙང། འཛམ་བུ་གླིང་ལ་ཡང་ལྟད་མོ་ལྟ་ཡ་དུས་ཚོད་ཅིག་ལས་ཀའི་ཞག་གི་ར་ད།